ལྷན་རྒྱས་རྣམ་པ་བདེ་མོ་ཡིན། ཨེ་ཤེ་ཡ་རང་དབང་རྨོངས་འཕྲེང་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་དྲ་བརྙན་གསར་འགྱུར་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་གི་གསར་འགྱུར་གཙོ་བོ་གཟུགས་ཟླ་བ་འདི་ཡི་ཚེས་ཉི་ཤུ་གསར་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀོ་རི་ཡ་གཙོས་དད་ལྡན་ཆོས་བཞི་བར་བཞུགས་སྒར་ཐག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྗེ་བཙུན་ཁ་བ་ཆེན་པོའི་མཛད་པའི་ལམ་རིམ་བདེ་དོན་དང་སྔགས་རིམ་ཆེན་མོའི་ཆོས་འབྲེལ་དབུ་འཛུགས་གནང་ཡོད། ཨེ་ཤི་ཡའི་གཞིས་བྲག་ཁག་མི་འདྲ་བ་ནས་ཕེབས་པའི་བོད་དོན་རྒྱབ་སྐྱོར་བ་རྣམས་རྒྱ་གར་གྱི་རྒྱལ་ས་ལྡི་ལིར་འདུ་འཛོམས་ཀྱིས་བོད་མིར་གདུང་སེམས་མཉམ་སྐྱེད་ཀྱི་ལས་དོན་སྤེལ་བ་སོགས་ཡོད་ཞུ་ནས་ནང་དོན་ཞིབ་མོར་ལྟ་རོགས་གནང། ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀོ་རི་ཡ་སི་ཡའི་དད་ལྡན་ཆོས་བཞི་བར་གཞིས་སྒར་ཐག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྒྱལ་བཙོང་ཁ་བ་ཆེན་པོས་མཛད་པའི་ལམ་རིམ་བདེ་དོན་དང་སྔགས་རིམ་ཆེན་མོའི་ཆོས་འབྲེལ་དབུ་འཛུགས་གནང་ཡོད། དེ་བཞིན་གོང་ས་མཆོག་གིས་སྔོན་འགྲོའི་བཀའ་སློབ་སྐབས་ཚང་མར་འཚམས་འདྲི་དང་བཅས་སྔོན་འགྲོའི་ཆོས་འབྲེལ་དབུ་འཛུགས་ཀྱི་བཀའ་སློབ་གནང་དོན། དེ་རིང་ཆོས་འབྲེལ་སྔགས་རིམ་ཆེན་མོ་སྤྱི་ཞུ་བྱ་རྒྱུ་ཡིན་གང་ལ་བྱས་ན་དེར་ཕྱི་ནང་དང་ཐག་པ་གང་འོག་གི་ཁྱད་པར་སྙིང་བོ་འདུས་པའི་གནད་དོན་ཆེན་པོ་ཞིག་ཡོད། དེ་ནས་ལམ་རིམ་བདེ་དོན་གྱི་ཆོས་འབྲེལ་བྱ་རྒྱུ་ཡིན། སྤྱིར་བཏང་དཔལ་འབྱོར་ཡར་རྒྱས་ཕྱིན་པ་དང་འབྲེལ་ཁྲི་གཅིག་གི་མིའི་དགོས་མཁོ་དང་འདོད་དོན་སྒྲུབ་བཞིན་ཡོད། འོན་ཀྱང་འདོད་ཡོན་ལྔ་དང་འབྲེལ་བའི་ཕྱིའི་དངོས་པོའི་མཐུན་རྐྱེན་གཅིག་པས་མིའི་ལུས་ཤེས་ཙམ་མ་གཏོགས་ཡུལ་ལུགས་སྟེང་གི་སྡུག་བསྔལ་སེལ་ཐུབ་ཀྱི་མེད། དུས་རབས་ཉེར་གཅིག་པའི་ནང་ཆོས་ཁས་ལེན་དང་མི་ལེན་མཁན་སུ་ཡིན་རུང་ཡ་རབས་དགོས་རྒྱུ་ང་ཚོ་ཐུན་མོང་གི་སྒྲུབ་བྱ་ཡིན་པ་མ་ཟད་འཛམ་གླིང་འདིར་བདེ་སྐྱིད་དགོས་ན་གཞན་ཕན་དང་སེམས་པ་བཟང་བོ་བྱེད་རྒྱུ་ཧ་ཅང་གལ་ཆེན་པོ་རེད་ཅེས་སོགས་ཀྱི་སྔོན་འགྲོའི་བཀའ་སློབ་དང་འབྲེལ་གསུང་ཆོས་དབུ་འཛུགས་མཛད་ཡོད། ཐེངས་འདིའི་གསུང་ཆོས་ལ་གོ་རི་ཡིས་དད་ལྡན་ཆོས་བྱེད་བ་སུམ་བརྒྱ་བརྩིས། ཕྱི་རྒྱལ་གྱི་རྒྱལ་ཁབ་དྲུག་ཅུ་རེ་གཅིག་ནས་ཕེབས་པའི་མི་གྲངས་བརྒྱ་བརྒྱ་དེ་བཞིན་རང་རིགས་སེར་སྐྱ་མི་དམངས་ཀྱིས་ཁྱོན་བསྡོམས་མི་གྲངས་ལྔ་སྟོང་བརྒལ་བའི་ཆེ་ཞུ་བ་བསྐྱལ་ཡོད། ཟླ་འདིའི་ཚེས་ཉི་ཤུ་རྩ་དྲུག་ཉིན་ཨེ་ཤི་ཡའི་རྒྱལ་ཁབ་བཞི་བྲི་ཁག་མི་འདྲ་བ་ནས་ཕེབས་པའི་བོད་དོན་རྒྱབ་སྐྱོར་བ་རྣམས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འདུ་འཛོམས་ཀྱིས་བོད་མིར་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གྱི་གཏམ་བཤད་གནང་བ་མ་ཟད་བོད་ས་མཐོ་ནས་བཞུར་ཡོང་བའི་གཙང་བོ་དང་རྒྱལ་སྤྱིའི་འགྲམ་དུ་གནས་བཞིན་པའི་ཨེ་ཤི་ཡའི་རྒྱལ་ཁབ་ནང་གི་མི་མང་ཐེར་འབུམ་མང་བོའི་འཚོ་རྟེན་བསྲིངས་ཕྱིར་རྒྱ་ནག་གཞུང་གིས་དཀའ་ངལ་བཟོ་གི་ཡོད་པའི་ངོ་རྒོལ་ལས་འགུལ་གཞི་རྒྱ་ཆེན་པོ་ཞིག་ཀྱང་སྤེལ་ཡོད་པ་རེད། ལས་འགུལ་དེའི་ནང་ཨེ་ཤི་ཡའི་ཡུལ་གྲུ་རྒྱ་གར་དང་འབར་མ་ཉི་ཧོང་འབྲུག་ཡུལ་སུ་རི་ལ་མཁར་བལ་ཡུལ་བཅས་ནས་ཆབ་སྲིད་ཀྱི་དབུ་ཁྲིད་དང་དམག་དཔོན་གཟེར་བ། ཆོས་ལུགས་མི་འདྲ་བའི་དབུ་ཁྲིད་སློབ་མ་དགེ་རྒན་སོགས་འདུ་འཛོམས་གནང་སྟེ་རྒྱལ་ས་ལྡི་ལིའི་ནང་གི་ཅན་དར་མན་དར་ས་གནས་སུ་ངོ་རྒོལ་ལས་འགུལ་དེ་སྤེལ་ཡོད་ལ། ཁོང་ཚོས་ཕྱི་ལོ་ཉིས་སྟོང་དགུ་ལོ་ནས་བཟུང་བོད་ནང་ནས་བོད་མི་བརྒྱ་ར་ཉི་ཤུ་ཡིས་རང་ལུས་མེར་བསྲེགས་བཏང་སྟེ་རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་པའི་སྲིད་བྱུས་ལ་ངོ་རྒོལ་གནང་བ་དེར་རྒྱབ་སྐྱོར་དང་བོད་མི་ཚོའི་ཡ་ང་བའི་གནས་སྟངས་ལ་གདུང་སེམས་མཉམ་སྐྱེ་གནང་ཡོད། གཞི་རྒྱུར་རྡ་རམ་ས་ལར་ཡོད་པའི་བོད་ཀྱི་གསོ་བ་རིག་པའི་སྨན་པའི་ལྷན་ཚོགས་ཀྱི་དམིགས་བསལ་ཚོགས་འདུ་ཚེས་ཉི་ཤུ་རྩ་དྲུག་ཉིན་ནས་ཉིན་གཉིས་རིང་འཚོགས་ནས་དེ་རིང་མཇུག་སྒྲིལ་ཡོད་ལ། འཇུག་ལྡོག་མཛད་སྒོའི་སྐུ་མགྲོན་གཙོ་བོར་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་སོགས་ཕེབས་ཡོད་པ་དང། སྨན་པའི་ལྷན་ཚོགས་ཀྱི་ཚོགས་གཙོས་ཚོགས་འདུ་མཇུག་བསྡོམས་ཀྱི་གསུང་བཤད་གནང་ཡོད། ཉིན་འདིའི་རིང་ཚོགས་འདུའི་ཐོག་དགོངས་འཆར་དོན་ཚན་ཁག་ཅིག་བཞག་པ་གཤམ་གསལ། དབུས་བོད་མིའི་སྒྲིག་འཛུགས་སེམས་དཀར་སྤྱི་དེ་བཞིན་གསོ་རིག་སློབ་གཉེར་ཁང་དང་དེ་བཞིན་སྨན་པ་ཚང་མའི་རྒྱབ་སྐྱོར་བཅས་འཆར་འཕྲིན་མཉམ་བསྡུ་བྱས་རྗེས་བོད་མིའི་སྒྲིག་འཛུགས་ནས་ལྷན་ཚོགས་ལ་ཕན་པའི་རྒྱུན་གྲོན་དེ་གསོ་རིག་ཙམ་མ་ཡིན་པར་བོད་མིའི་སྒྲིག་འཛུགས་དངུལ་རྩའི་རྒྱུན་གྲོན་ནས་མནར་གཏོང་དགོས་པ། སྨན་པའི་ལྷན་ཚོགས་དང་གསོ་རིག་སློབ་གཉེར་ཁང་ངམ་རིག་གཞུང་སྡེ་ཚན་དང་འབྲེལ་བའི་འགྲོ་ལངས་ཡང་ཡང་བྱེད་རྒྱུ། ཆེས་མཐོའི་སྨན་པའི་ལྷན་ཚོགས་སུ་ཧི་མ་ལ་ཡའི་རི་རྒྱུད་དང་ཕྱི་རྒྱུད་ནས་འཐུས་མི་དགོས་པ་སོགས་ཀྱི་གྲོས་ཆོད་དོན་ཚན་བདུན་བཞག་ཡོད། Australia གཞུང་ཚབ་ཆེན་མོ་བས་རྒྱ་ནག་གཞུང་ལ་བོད་ནང་ཕྱིའི་རྒྱལ་ཁབ་ཀྱི་གཞུང་གི་ལས་བྱེད་དང་གསར་འགོད་པ་མང་ཙམ་གཏོང་དགོས་ཚུལ་གསུངས་འདུག་བོད་ནང་གི་དངོས་ཡོད་གནས་སྟངས་རྟོག་ཞིབ་ཆེད་ཕྱི་རྒྱལ་གྱི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ། དེ་བཞིན་གསར་འགོད་པ་སོགས་གཏོང་རྒྱུར་རྒྱ་ནག་གཞུང་ནས་དམ་དྲག་བྱེད་ཀྱི་ཡོད་ལ། རྒྱ་ནག་ནང་བསྐྱར་ཟློས་ཨོ་སི་ཀྲོའེ་ལི་ཡའི་གཞུང་ཚབ་ཆེ་མོ་བས་འདས་པའི་ལོ་ངོ་གཉིས་ཙམ་རིང་བོད་ནང་ཕེབས་ཆོག་པའི་ཕྱིར་སྐུལ་གནང་བར་བརྟེན། ཉེ་བའི་ཟླ་བརྒྱད་པའི་ཚེས་ཉི་ཤུ་ནས་ཚེས་ཉི་ཤུ་གསུམ་བར་ཉིན་གྲངས་གསུམ་རིང་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་དང་ཉེར་སྡོང་ཁུལ་དུ་གཟིགས་སྐོར་ལ་ཕེབས་སུ་བཅུག་ཡོད། ཡང་གཞུང་ཚབ་ཀྱི་དྲ་རྒྱའི་ནང་སྤྱི་བསྒྲགས་ཤིག་སྤེལ་བའི་ནང་བཀོད་པ་ལྟར་ན། གཞུང་ཚབ་ཆེན་མོ་བ་ཀྱེམ་ཧྥི་རན་སི་ཨ་རེམ་སི་ནས་ལྷ་སའི་ནང་གི་ས་གནས་འབྲེལ་ཡོད་ལས་བྱེད་ཁག་ཅིག་དང་ཐུག་འཕྲད་གནང་ཡོད་ལ། ཉེས་རྡུང་ཁུལ་དུ་ཨོ་སི་ཀྲི་ལི་ཡའི་གཞུང་ནས་རོགས་རམ་གནང་བའི་འཕྲོད་བསྟེན་དང། ས་ཞིང་འདེབས་ལས་ཀྱི་ལས་གཞི་ཁག་ཅིག་ཡོད་པ་དེ་དག་ལ་ཡང་རྟོག་ཞིབ་གནང་འདུག་ཁོང་གིས་འཚམས་འདྲི་གནང་བའི་རྗེས་སུ་རྒྱ་ནག་གཞུང་ལ་བོད་ནང་གསར་འགོད་པ་དང་ཕྱི་རྒྱལ་གྱི་གཞུང་གི་ལས་བྱེད་པ་མང་ཙམ་འགྲོ་འོང་བྱེད་དུ་འཇུག་དགོས་པའི་འབོད་སྐུལ་བྱས་འདུག།